ལྷན་རྒྱས་སྐུ་ཁམས་བཟང། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བདུན་པ་འདི་སྤྱི་ཟླ་གསུམ་པའི་ཚེས་བཅོ་བརྒྱད་ནས་ཚེས་སུམ་ཅུ་བར་ལས་ཉིན་བཅུ་གཉིས་རིང་ལ་ཡ་ཚོགས་གནང་འཆར་ཡོད་པ་བཞིན་ད་རེས་དངོས་སུ་དབུ་འཛུགས་གནང་སོང། གཤམ་ལ་ཡང་ང་ཚོས་སྤྱི་འཐུས་ཁ་ཤས་ཀྱིས་ལ་ཡ་ད་རེས་ཀྱི་གྲོས་ཚོགས་ཚོགས་དུས་སྐབས་སུ་བཅའ་ཁྲིམས་བསྐྱར་བཅོས་དང་འབྲེལ་བའི་ཐོག་ལ་ཡ་རེ་བ་ག་ཚོད་ཟ་ཞི་ཡོད་མེད་དང་ད་ག་ན་བཞིན་གྱི་ད་ཐེངས་ཀྱི་ཚོགས་འདུ་དེ་ག་ཚོད་གལ་ཆེན་པོ་ཆགས་ཀྱི་ཡོད་མེད་སྐོར་ལ་བཅར་འདྲི་ཞུས་པས་ཁོང་རྣམས་ཀྱིས་དེ་ལྟར་གསུངས་གནང་གི་འདུག། ད་རེས་ཀྱི་གྲོས་ཚོགས་ཚོགས་དུས་དེ་ག་ཚོད་གལ་ཆེན་པོ་ཟིན་གྱི་ཡོད་མེད་དང་ད་ད་ལྟ་ཡོང་གི་འདུག་པའི་ནང་དོན་དེའི་ནང་ལོ་ལེགས་ཀྱི་བཅའ་ཁྲིམས་བསྐྱར་བཅོས་གང་ལེགས།

བཅའ་ཁྲིམས་བསྐྱར་བཅོས་དེ་སྙེ་མ་གཉིས་ལས་བྱུང་ད་དེ་ལོ་སུམ་ཅུ་གཅིག་གི་རྗེས་ལ་ཐེངས་མ་དང་པོ་གཅིག་བོར་བ། དེང་དུས་ལོ་སུམ་ཅུའི་ནང་ལ་ཉམས་མྱོང་ག་ཚོད་བྱུང་རྒྱུར་འབྱོར་བ་ད་ཡ་གའི་ཆ་ནི་བཞག་དགོས་ཆེ་གི་རེད། དཀའ་ངལ་གྱི་ཆ་འབྱོར་བ་གདོང་ལེན་གྱི་ཆ་འདི་ཆ་ཚང་ད་འགྱུར་བ་དེ་ཐུ་བྷེ་ལི་ཡ་ནི་གྲོས་ཚོགས་འཐུས་མི་ད་བྱུང་ན་ཚང་མས་མ་བྱུང་བ་ཡིན་ན་ལས་བཅའ་ཁྲིམས་བསྐྱར་བཅོས་ལ་སྒོ་གྲངས་ཚད་ལོན་གུག་ཡོར་བ་གསུམ་ཆ་བཞི་ག་རེ་ཡིན་ན་ལས་འདི་གས་འདི་ལི་ཡ་ཚང་མས་ཀྱི་བསམ་བློ་གུ་ཡངས་པོ་བྱས། ཨ་ནི། ག་ལོག་ལས་གནད་དོན་རང་ལ་ཕན་པ་དང་མ་འོངས་པར་ལོ་ཞེ་ལྟར་གང་ལྟར་ཞིབ་ཕྲའི་ལྔ་བཅུ་ག་ཚོད་ལྷག་གི་ཡོད་གནས་ལས། བཅའ་ཁྲིམས་ཐོག་ནས་དཀའ་ངལ་དེ་འདྲ་འཕྲད་སུ་ལབ་ས་མེད་པ་ཞིག་བཟོ་ཐུབ་པ་ཡིན་ན། སྒྲིག་གཞི་གི་ཐོག་ནས་དཀའ་ངལ་དེ་འདྲ་འཕྲད་སུ་ལབ་ས་མེད་པ་བཟོ་ཐུབ་པ་ཡིན་ན། ཡང་ལྟ་དེ་སྤྱི་འཐུས་ཀྱི་ལས་འགན་གལ་ཆེ་ཤོས་དེ་འདི་ཆགས་དགོས་རེད་བསམ་ཁོ་ཐག་དེ་མིན་ཞིག་གིས་བཀའ་ཤག་ལ་ལག་པ་འཕྱར་བསྡད་དང་ཕར་ཚུར་གདོང་ལེན་བྱས་དང་ཙིར་ཙིར་བཙལ་ཡོད་རེད་འོ་ཅོ་རེད་བ་དེ་འདྲས་འདོགས་ཤིང། ཁོང་ལོ་རེ་བ་ག་ཚོད་སྲིད་རེད། ང་སྔ་ལོ་ཟླ་གྲ་ཁྲི་བརྒྱ་ཆ་བརྒྱ་ཡིན་པར་དེ་གཅིག་ཡིན། ཨ་ནི། ཡིན་ནས་ལས་ངེད་ཀྱི་བསམ་བློ་ནང་འདི་ཡོད། བསྐྱར་བཅོས་གང་བྱེད་པ་དེ་ཡང་སོ་སོ་སོ་བསམ་བློ་ཡིས་མ་འདང་ཡོང་དགོས་རེད་བ། ང་རའི་བསམ་བློའི་ནང་ལ་དེ་འདྲའི་ཞིག་ཡག་ག་ཡོང་ས་རེད་དེ་ཐད་མི་འདོར་བ་བསམ་ན་ད་བསྐྱར་བཅོས་ག་འདྲས་བྱེད་ཁི་ཡོང་གི་འདུག་ནས་ཁི་དུས་བས་ཀྱི་ལང་ཀ་དེ་ཚད་ཡིན་པ་ཡང་མིན་ན་བསམ་ཚུལ་བཤད་དགོས་ན་བཤད་ཐུབ་པ་ཞེ་ཡིན། ནས་ལས་ད་བསམ་བློའི་ནང་ལ་ག་དུས་ཡོད་ལབ་པ་ཡིན་ན་བཅའ་ཁྲིམས་ག་འདྲས་ཞིག་བསྐྱར་བཅོས་བྱེད་ནས་ལས། མང་ཆེ་ད་སྤྱི་འཐུས་རྙིང་པ་རེད་འདུག་བ་དེ་ནང་ལ་བརྒྱ་ཆ་ལྔ་བཅུ་ལྷག་ཡང་སྤྱི་འཐུས་རྙིང་པ་རེད་ཨ་སྤྱི་འཐུས་གསར་བ་ཡང་བསམ་བློ་གསར་བ་ག་ཚད་ཡོད་ནས་ཉམས་མྱོང་གི་དཀའ་ངལ་ཅིག་ཡོང་སྲིད་ཀྱི་རེད་བ་གང་ལྟར་ནས

གྲོས་ཚོགས་འདི་གི་ཐོག་ནས་བྱས་རྗེས་ནས་ང་ཚོ་ལ་ཡང་ལམ་ཁ་གསར་པ་གཅིག་ཕྱེ་ཐུབ་ཀྱི་རེད་བསམ་བསམ་བྱེད་ཀྱི་རེ་བ་རྒྱག་གི་ཡོད། ད་འདིའི་ནང་ལ་གལ་ཆེ་ཤོས་དེ་ད་རེས་དེ་ལ་ཡང་རྣམ་པ་ཚོས་དགོངས་པ་བཞག་དགོས་དེ་ག་རེ་ཟེར་ན་ངོ་མ་བཅའ་ཁྲིམས་བསྐྱར་བཅོས་ཚོགས་ཆུང་གི་འདི་ཤོར་བ་སྙན་ཐོ་ཤོར་བ། ད་གཙོ་བོ་དེ་ལ་སྙན་ཐོ་དེའི་ཐོག་ལ་གཞི་བཞག་རྗེས་ནས་བཀའ་མོལ་གནང་ཡག་ཞིག་མ་གཏོགས་པས་དེ་ལ་སྤྲོད་པའི་དགེ་ད་ཡང་ང་ཚོར་ཁ་ཤས་ཀྱིས་རེ་བ་ཤུགས་ཆེན་པོ་ཞིག་ཡོད་བསྡད་པ་ཡིན་པས་ཡིན་ཡང། ཁོ་རེ་བ་དེ་ག་ག་ཚོད་འགྲུབ་ཡོད་མེད་དེ་ཧ་གོ་མི་འདུག་སྟེ། ཡིན་ནའི་གང་ལྟར་ང་རའི་བསམ་ཚུལ་ལྟ་བུ་བྱས་པ་ཡིན་ན། ད་བཅའ་ཁྲིམས་བསྐྱར་བཅོས་ཚོགས་ཆུང་གིས་བཏོན་བཞག་པ་དག་རང་གི་ཐོག་ལ་ཡང་ཨ་ལས་ང་ཚོ་ཅིག་ཚང་མས་ཀྱིས་ཤུགས་ཤིག་རྒྱབ་ཅིག་འགྲོ་ཐུབ་པ་ཡིན་ན། དེ་དགེ་མཚན་ཆེན་པོ་ཞིག་བྱེད་ཐུབ་བསམ་གྱི་འདུག་དེའི་མདུན་སར་ང་རེ་བ་ཞེ་དྲག་རྒྱག་གི་ཡོད།